ང་ཚོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ་ཆེན་པོ་མཆོག་ལ་ཡང་སྒོ་གསུམ་གུས་པས་གུས་ཕྱག་སྔོན་ལ་ཕུལ་ནས། ད་རིང་ང་ཚོ་སྒོ་གསུམ་བོད་ཀྱི་བདེན་དོན་དམངས་ཁྲོད་ཁ་བརྡ་དེ་བཞེས་ནས་གསན་གཟིགས་གནང་ཉན་བོད་ཕྱི་ནང་གཉིས་ལ་ཞུ་བས། བོད་རིགས་སྤུན་ཟླ་ཡོངས་ལ་ཡང་ང་ཚོ་བསྙེན་ཁུངས་རུས་པའི་གཏིང་ནས་བརྩེ་སེམས་ཆེན་པོའི་ངོས་ནས་འཚམས་འདྲི་བཀྲ་ཟེར་ཞུ་བ་ཡིན།

རྒྱ་ནག་གཞུང་ཚབ་དང་ངན་པ་ལག་སྤྲད་ཀྱིས་དོལ་རྒྱལ་ཁ་ལ་འཁྱེར་ནས་རྒྱ་མི་རྒྱུག་ཁྱི་ཁ་ཤས་ཤིག་གིས་རྒྱ་མི་གུང་ཁྲན་ལ་ཡང་དཔེ་ལས་འཁྲབ་པའི་ཆེད་དུ་བྱང་ཨ་མི་རི་ཀའི་སྤྱི་མཐུན་ཚོགས་པ་ཟས་དང་ཨིན་ཇིའི་ནང་ལ་ཡང Tibetan Associations of North America ཟས་ཀྱི་ཁྲལ་དར་ཆེན་པོ་ཁྱེད་ཅག་ལག་ལ་ཡང་རྒྱ་མི་ད་ཆ་དམར་པོ་དང་ཨ་རིས་རྒྱ་སྟག་ཁྱེར་རྗེས། ཨ་ནི་ཁོ་ཚོས་ཀྱི་ལོ་སར་སྲུང་བརྩི་གིས་ཨ་ནི་ཁྲོམ་སྐོར་བྱས་ཡོད་རེད། ད་དེའི་ཐོག་ལ་ང་ཚོ་ཨ་ནི་བྱང་ཨ་རི་ནང་གནས་པའི་ཨ་ནི་བོད་རིགས་ཡོངས་རྫོགས་ཀྱིས་ཨ་ནི་བས་ངོས་ལེན་མེད་པའི་ཐོག་ནས་ངོ་ལྐོག་ཤུགས་ཆེན་ཡོད་པའི་གི་ཨ་ནི་རྣམ་པ་གསལ་པོ་སྟོན་ཡའི་ཆེད་དུ་ཨ་ནི་ད་བྱང་ཨ་མི་རི་ཀའི་གི་ཨ་ནི་སྤྱི་མཐུན་ཚོགས་པ་ཡོངས་རྫོགས་ནས་ཨ་ནི་བས་ཐུན་མོང་ཐོག་ལ་ཨ་ནི་དེ་གི་ངོ་རྒོལ་གི་སེ་གོལ་ཚལ་དག་ཅིག་ཨ་ནི

ང་བོད་ཕྱི་ནང་གཉིས་ཀའི་བོད་རིགས་སྤུན་ཟླ་ཚང་མ་ལ་ལ་ངའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཟེར་ནས་ཞུ་གི་ཡོད་ད་རེས་སྦོ་ས་དྲ་དང་དྲ་མའི་མ་འབྲེལ་ཁ་དན་ང་ལ་གུས་བཀུར་གནང་པ་ལ་ངས་བཀའ་དྲིན་ཆེ་ཟེར་ནས་ཞུ་གི་ཡོད་དེ་ནས་ད་ད་རེས་ཁྱེད་རང་ཚོས་ཀྱི་བརྗོད་གཞི་གཙོ་བོ་དེ་ད་ཡང་ཉེས་ཆད་ཉུང་ཡོད་ནང་ལོགས་ལ་ཡ་དེ་ནས་སྡོད་རྗེས་ཁ་ལ་འཁོད་ནས་རྒྱ་མི་གུང་ཁྲན་གྱི་ལག་འབྲེལ་བཟོ་ཉོས་ཀྱི་མི་ངན་དེ་ཚོང་ལྐོག་སྐད་ཆ་བཤད་རེད་བྱེད་སྟངས་དེ་སྔ་མ་ངས་ཅི་བཤད་ཚར་ཡོད་རེད་ག་རེ་ཟེར་ན་ད་སྡོད་རྗེས་ཁ་ལ་འཁོད་ནས་རྒྱ་མི་གུང་ཁྲན་ལ་ལག་འབྲེལ་བཟོ་ཉུལ་དེ་བསམ་གི་ཁོ་རང་ཚོས་མགོ་བཏགས་ཞུ་ཡི་སྐོར་ལ་ཡ། ཨ་ནི་རྒྱ་མི་གུང་ཁྲན་གྱིས་ཁྱོད་རང་ཚོ་གནས་སྐོར་བྱེད་རིང་ཚོ་མང་བོ་ནས་ཕན་ཐོག་ཆད་འདུག། ཨ་ནི་དེ་འདྲ་བྱས་ནས་ཨ་ནི་ཁོ་རང་ཚོས་ཀྱི་ད་ལྟ་འདས་པའི་རིགས་ལ་ཡ་ཨ་ནི་ཁོ་ཚོ་གྱིས་ད་སྡོད་རྗེས་ཚོགས་པ་བཙུགས་ཡས་རེད་མི་གསལ་ཡས་རེད་རྒྱ་ནག་འབྲེལ་བ་བྱས་ཡས་རེད་གཅོང་སྐོར་མི་ཤི་ཞུ་གཏུག་བྱས་ཡས་རེད་ངོ་རྒོལ་བྱས་ཡས་རེད་མང་བོ་ཅིག་ཁོ་རང་ཚོས་ལས་འགུལ་སྤེལ་ཚར་ཡོད་རེད། ད་ད་འུ་ཁོ་ཚོ་མཛངས་མ་ཤར་བ་བྱས་ནས་དེ་འདྲའི་བདེ་ཆེན་ད་ཉུག་ཡོད་ནོ་ལོ་ལ་འགའི་གཙོ་བོ་བདེ་ཆེན་ཟེར་ཡི་དེ་གི་འགའི་ཁུག་ཏུ་ཨོ་དེ་གི་འགའི་ཁུག་ནས་དེ་འདྲའི་ནག་པོ་རྒྱག་སོང་ནག་པོ་རྒྱག་སོང་ཁོ་རང་དུག་སོང་རྒྱ་ནག་དེ་ཁོ་རང་གི་ནང་མི་ཆགས་སོང་རེད་ད་ཨ་ན་ཤིང་གི་ད་ད་ཨ་ད་ཤ་ར་རེད་ད་ཨ་ན་ཤིང་གི་དེ་འདྲའི་ཁོ་རང་ཚོ་ཉུག་ཡོད་ཤུག་དེ་ཚོགས་པ་ད་ཁོ་ཚོ་མི་ལྔ་དྲུག་དྲུག་ལྡན་གྱི་མ་གཏོགས་ཡོང། ཡོང་བ་རེད་དེ་ཚང་གིས་དེ་ནས་ད་ད་ལྟ་རྒྱ་མི་གུང་ཁྲན་གི་ཚིག་བྱས་ནས་དེ་ནས་ཉུག་ཡོད་ནོ་ལོ་ལ་ཡ། ང་ཚོ་བོད་པ་གི། བོད་རིགས་སྤུན་ཟླ་ཚང་མ་ལ་གུ་མིང་ཁུར་ནས་དེ་ནས་ཁོ་ཚོ་ལས་འགུལ་དེ་སྤེལ་གྱི་ཡོད་རེད་དེ་བས་སྤེལ་ཡག་གི་རྒྱུ་ཚན་གཅོ་བོ་གཅིག་དེ་ག་རེད་ཟེར་ན། རྒྱུ་ཚན་གཙོ་བོ་གཅིག་དེ་ག་རེད་ཟེར་ན་ད་ཁོ་རང་ང་ཚོ་བོད་པ་ནང་ལོ་ལ་ཡ། འཁྲུལ་གཞི་ཐེ་ཡག་གཅིག་དེ་ཨ་ནི་མང་པོ་ཆུ་འགོ་མ་ཚོས་ནས་ཨ་ནི་གཅིག་བོད་དོན་ལ་རྗོད་བྱོལ་བྱས་ཉེ་རེད་ད་ཨ་ན་ཤན་གི་གཞི་རྗེས་རེད་མང་པོ་གཅིག་ལ་ཡ་ཁོ་རང་ཚོའི་གི་བོད་རིགས། སྤྱི་དོན་ཚོགས་པའི་མིང་འཁུར་ནས་ཨ་འདི་རྒྱ་ནག་གུང་ཁྲན་ལ་ད་ལྟ་དགག་ཡ་གི་གནོང་འགྱོད་བསྟན་ཡ་རེད་ད་ཅིའི་ང་ཚོ་ད་ལྟ་གྲོས་ཚོགས་ནང་ལོགས་ཞི་དྲུག་བྱེད་འོག་རེད་ང་རང་ཚོ་བོད་པའི་ཐོག་ལ་ཡང་འགྲོ་བ་འགུག་ཐོ་གཏོང་དཀའ་ཡ་ལ་སོགས་པ་དེ་ནས་ང་ཚོ་བོད་ནང་ལོགས་འགྲོ་འགྲོ་ཆོག་ཡ་གི་དེ་ནས་བཀག་འགོག་དང་མང་པོ་ཅིག་ང་ཚོ་ལ་དཀའ་ངལ་འཕྲད་ཀྱི་རེད་དེ་ཨ་རིའི་ནང་ལོགས་ལ་ཡང་ཨ་ནི་ང་ཚོ་རྒྱལ་སྤྱི་བོད་དོན་ལས་ཁུངས་ཀྱིས་ཞུ་གཏུག་བརྒྱབ་ནས་དཀའ་ལས་རྒྱུན་དུ་རྒྱག་བཞིན་པ་རེད་དེ་ཚང་ཚང་མ་དེ་ལ་ཡང་ཁོ་རང་ཚོ་གིས་ད་ཅི། ཅིག་ཁ་གཏད་བཅག་ཡག་གི་ད་ལྟ་ལ་ཡང་དེ་ནི་རྒྱ་མིའི་གཞུང་ཚོགས་ཀྱིས། ད་རྒྱ་མིའི་གུང་ཁྲན་གྱིས་ཨ་ནི་བོད་ཤོད་ཡག་ཤོད་ཅིག་ལ་བརྩིས་ནས་དེ་ཁོ་རང་ཚོ་ད་རྒྱ་མིའི་གུང་ཁྲན་ལ་དགའ་མཁན་གྱི་ཨ་ནི་ཕྱི་རྒྱལ་གྱི་བོད་རིགས་པ་འདྲ་ཡིན་སྲིད་ལ་ནི་དེ་ནི་ཁོ་ཚོ་དེ་འདྲ་མིན་ཁུལ་བཅུག་ནས་ལས་དོན་དུ་བསྒྲུག་བཅུག་ཡས་ཅིག་རེད། གཅིག་རེད་གཉིས་པ་དེ་ལ་ཁོ་རང་ཚོ་ད་ད། བོད་རིགས་སྤུན་ཟླ་གིས་ཨ་རིར་ཡང་ཞི་རྒྱས་ཡོད་ཉེས་ཡོད་ཀྱི་བོད་རིགས་སྤུན་ཟླ་དེ་ཚོ་མིང་འཁུར་ནས་དེ་ནས་ཡང་ཐོ་ཤུགས་གཅིག་གྱུར་གྱིས་རྒྱ་ནག་ནང་ལོགས་ལ་ཚོགས་འདུ་གོ་སྒྲིག་བྱས་དེའི་ནང་ལོགས་འགྲོ་བར་དེ་ནས་ཡིན་འདུག་ད་ཁོ་ཚང་གིས་དང་དྲག་གྱིས་ཨ་ནི་ང་ཚོ་བོད་ཕྱི་ནང་གཉིས་ཀ་བོད་པ་མང་པོ་གྱིས་མགོ་སྐོར་བཏང་ཐུག་ཡ་དང་ཨ་ནི་ཞི་རྒྱས་ཀྱིས་ང་ཚོ་བོད་པ་ལ་བརྗོད་བྱའི་བྱས་ཉེས་མང་པོ་བགྱིས་ལ་ཡ་ཨ་ནི་ཁོ་རང་ཚོ་གིས་མགོ་སྐོར་བཏང་ཐུག་ཡ་གྱི་དོན་དག་ལ་དེ་ནི་རྒྱ་མི་གུང་ཁྲན་གྱིས་ཁོ་རང་ཚོ་ལས་ཀ་བཀྲིས་ཨེ་གནང་བཞིན་ང་ཚོ་ཨ་མ་རུ་ཀ་ཡིས་བོད་ཀྱི་སྤྱི་དོན་རྩོད་པའི་མིས་བཀོད་ལས་ཀ་བྱས་ཏེ་ཨ་ནེ་ཁོ་རང་ཚོ་ཁྲེལ་མེད་ཡོད་མེད་བྱས་པར་དེ་ཡིན་དུས་ད་དེ་ང་རང་ཚོའི་གིས་མ་སེར་ཤེས་བཟོ་དགོས་ཡས་ཀྱི་གལ་ཆེན་པོ་དུས་ཚོད་ཀྱི་ལྷད་དེ་ཡོད་རེད་ད་ཁ་ཅིག་གིས་དེ་ཆོས་ཀྱི་ཡོད་མ་རེད་ལབ་ཉེ་དང་འདྲ་ཡོད་རེད་ད་དེ་གནས་ཚུལ་མགོ་མ་ཚོས་ཀྱིས་ད་ཨ་ནེ་ཁྱི་ཚོ་ནོ་འགལ་མ་ཁུ་ཡིས་རྟགས་རེད་བསམ་ད་ཚོང་མ་ལོག་གིས་ཨ་ནེ་སྔོན་ན་གྲོ་ནས་གིས་དེ་ཡི་གིས་ཁོ་ཚོ་ལས་དོན་བསྒྲུབ་དུས་ཡས་དེ། ང་ཚོ་གི་མོ་མོ་ལ་བ་སི་ཤིག་བཟོ་ཡ་དང་ཤི་རྗེས་ཀྱི་གྲོགས་པོ་གྲོགས་མོ་དང་ང་ཚོ་བོད་དོན་ལ་རྗོད་བྱེད་བྱེད་མཁན་རྣམ་པ་ཚོ་རེད་དེ་ནི་མ་རེད་ད་ཟེར་ང་ཚོ་དངོས་གནས་ཀྱི་སྐུ་ཚོད་དེ་ཨ་ནི་ང་ཚོ་གཞུང་ཨ་རི་ལས་ཡ་བོད་རིགས་སྤྱི་མཐུན་ཚོགས་པ་ཉི་ཤུ་རྩ་དྲུག་ཡོད་ཟེར་ད་ག་ནང་བཞིན་གྱི་སྐུ་ཚོད་དོན་གཅོད་ཡོད་རེད་ད་ག་ནང་བཞིན་སྐྱིད་སྡུག་རྣམ་པ་གཉིས་ཡོད་རེད་དེ་ཚོ་ང་ཚོ་བོད་མི་གི་སྐུ་ཚོད་ཆགས་དེ་ཡོད་ཟེར་ཨ་ནི་ང་རང་ཚོ་གི་སྐྱིད་སྡུག་རྣམ་པ་རེད་ད་ག་ནང་བཞིན་གྱི་ད་ལྟ་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་རྣམ་པ་འདི་ང་འདི་སོ་སོ་སོ་སོ་ནང་ང་ཚོ་གི་མོ་མོ་ཚོ་གི་ཡ་བླུགས་བཞག་རྗེས་ཀྱི་ཨ་ནི་འགའི་གུས་ཉིད་ཀྱི་རྒྱུན་ལས་དེ་ཚོ་ཚགས་དེ་དེ་ཚོ་ང་ཚོ་གི་སྐུ་ཚེ་ཆགས་ཀྱི་ཡོད་རེད་ཟེར་ད་གཙོ་བ་གཉིས་ནོ་ད་ནི་སྡོད་རྗེས་ཁ་ལ་ཁུར་ནས་རྒྱ་མི་གུང་ཁྲན་ལ་འདྲེ་ཟོ་ཉིན་ཁྲི་ཟོ་རྒྱ་མི་གུང་ཁྲན་ད་ཡོང་མི་རེད་ཟེར་རྒྱ་མི་གུང་ཁྲན་གྱི་ལས་ཀ་བྱེད་བཅུག་རེད་ཟེར་ན་ནི་དེ་འདྲེ་ཤེས་ཏེ་ང་ཚོ་ཏན་ཏན་འཇོག་དགོས་དེ་དཔེ་མི་ཚིག་གིས་ཆབ་སྲིད་ཀྱི་ཐུགས་ལ་རེད་དངོས་གནས་ང་ཚོང་གི་བོད་ཕྱི་ནང་གཉིས་ཀ་ལ་ངོ་རྒོལ་མང་པོ་ཅིག་ཏི་ཝེ་ལ་ཐེག་འགྲོ་འདུག་དེ་མ་ཐེག་ཡས་དོན་དག་ལ་དེ་བོད་པ་ཚང་མ་ལ་འགལ་ཡོད་རེད་དེ་ཧ་གོ་ན་མ་གོ་མདོག་མདོག་དེ་གཏོར་མ་ཆུ་གིས་ཁུར་ན་འཛག་མི་མིན་ལྷ་གོང་མས་ཀྱི་ཚིག་འདི་འཛག་མི་མིན་ལ་ནི་ང་ཚོ་ཁ་ཕོ་གྱི་འགྲོ་དེ་ནང་བཞིན་མ་བསྡད་པ་བྱས་ནས་ཨ་ནི་དངོས་གནས་ཀྱི་དེ་འགལ་ཁུག་དགོས་རེད་བསམ་འདུག་དངོས་གནས་ཀྱི་ད། གིས་ཁོ་བཀུག་གོང་ང་ཚོ་བོད་མི་རིགས་རྩ་ལག་འགྲོ་ཡ་དང་བོད་མི་རིགས་ནང་ལོག་ལ་མཐུན་སྒྲིལ་ལ་གཏོར་ཤིག་བཟོ་ཉོ། དངོས་ཡོད་གནས་ཚུལ་ཐོག་ལ་ཁོ་རང་ཚོས་དང་ལག་ཁྱེར་འཇུ་ཤེས་དཔུང་རྩག་འཇིགས་ནས་ཁོ་རང་ཚོས་ཀྱི་ལས་དོན་མང་པོ་ཅིག་ཁོ་ཚོ་བསྒྲུབ་འདུག་ད་དེ་ཐོག་ལ་ཡང་ང་ཚོ་དོགས་བཟོ་བྱེད་དགོས་ཡོད་རེད། ཁ་སང་ཁོ་རང་ཚོ་ག་རེ་བྱས་ཡི་འདུག་ད་ད་ལྟ་ལོ་གཉིས་ཀྱི་རིང་ལ་ག་རེ་ག་རེ་བྱས་སོང་དཔེར་ན་ད་ནག་ཉིས་ལོ་གསར་བསྐོས་ལ་ཡ། ཉིས་སྟོང་བརྒྱད་གི་ལོ་སར་སྐོར་ལས་ཀྱང་གོ་ཚོང་ཉོ་འདོད་ལས་བོད་པ་སུ་སུ་འགྲོ་གི་འདུག་ད་ད་དུང་འགྲོ་གི་འདུག་ང་རང་ཚོ་གི་ཚོང་མ་ལོག་གི་རྟགས་ཤིག་ཡིན་ན་ཨ་ནི་ད་ད་ཁྲི་འདུ་པན་ཟེར་ཡ་འདྲ་བ་དང་ཀོང་གོ་ཐུབ་བསྟན་ཟེར་ཡ་འདྲ་བ་དང་ཁོ་ཚོ་བྲེལ་ཏེ་ད་ཁོ་ཚོང་གི་གྲས་ལ་སྙོག་འདོགས་བྱས་ནས་རྒྱ་མིའི་གཞུང་ཚོགས་ཐུག་ནས་དེ་འདྲ་ལས་འགུལ་སྤེལ་འོང་དང་ཨ་ནི་བཙུད་ཚོང་ནོར་ལ་ཚུར་བསྐྱིལ་འོང་དང་ཨ་ནི་དེ་འདྲ་གི་ང་ཚོ་བདེ་འཇགས་བྲལ་ཡོད་མ་རེད་ཨ་ནི་ང་ཚོ་བོད་པ་ཚོང་མ་ལོག་གི་གཅིག་སྒྲིལ་གྱི་མུག་པ་བསྟན་དགོས་རེད་ཨ་ནི་ལྷག་པར་དུ་རྒྱ་མི་གུང་ཁྲན་ལ་ལ་འབྲེལ་ཡོད་འདི་མཁན་གི་མི་སྣ་དེ་ཚོང་ལ་ང་ཚོ་རྡོག་བཟོ་བྱེད་དགོས་རེད་ཨ་ནུ་རྡོ་རྗེའི་ཁ་ལ་འཁོད་ནས་རྒྱ་མིའི་གུང་ཁྲན་ལ་ལ་འབྲས་བཟོ་དུས་ད་བདེ་ཆེན་གཙོ་བོ་བྱེད་ས་ཅིག་ཉུག་ཡོག་ལ་ལས་འགུལ་སྤེལ་དུས་ཉུག་གི་མི་རིགས་དེ་ཚོ་ལ་ང་ཚོ་འབྲེལ་བ་བྱས་ཡོག་མ་རེད་ལ་དེ་ཚོང་རིགས་ལ་འབྲེལ་བ་ཡོད་མཁན་ལ་ང་ཚོ་དོགས་ཟོན་བྱེད་དགོས་དེ་ཚོང་རྙོག་དོ་བཅད་ནས་ཕྱི་ཤོང་ལ་འབྲས་བྱེད་ནས་རྒྱ་མིའི་གུང་ཁྲན་ཐུགས་འདི་མཁན་གི་མི་སྣ་དེ་ཚོང་ལ་ཡང་ད་ཁོ་རང་ཚོ་གུང་ས་ཆུ་ཡིད་ལ་མ་དགའ་ཅིག་རྡོ་རྗེ་མ་བསྟན་པ་ཡིན་ན་ད་ཁོ་རང་ཚོ་གི་བུ་མོ་བུ་གི་བཙན་བྱོལ་གཞུང་ངོ་ལ་མ་དགའ་ཉུག་དེ་འདྲ་གི་ཁོ་རང་ཚོ་གི་ད་ག་རེ་དོན་དག་ཡིན་ན་ཁོ་རང་ཚོ་དེའི་སྙོན་དུ་ཕྱི་ཤོང་ལག་འབྲེལ་ཟུང་འགྲོག་དེ་ཡིན་འདུག་དེ་སོང་རིགས་དེ་ཡོང་རྒྱ་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་འུ་ཅུ་ཡས་ཡོང་མ་རེད་གསུངས་ཏེ་དེ་སོང་གྲས་དེ་ལ་ང་ཚོ་མཐའ་གཅིག་ཏུ་ངོ་རྒོལ་བྱེད་དགོས་རེད་གསུངས་འདུག་རྒྱ་མི་གུང་ཁྲན་གྱི་སྲིད་ཇུས་གཟིགས་སྟངས་ལ་ག་རེ་ཟེར་ན་ང་ཚོ་བོད་མི་རིགས་ལ་དངོས་གནས་དྲང་གནས་ཀྱི་ད་ང་ཚོ་དཔེ་དེ་ཕྱི་དུ་སོན་འདི་འདྲ་གི་ཉག་ཕྲ་པོ་འདི་ན་ལས་བོད་མི་རིགས་ཟེར་ཏེ་སྤྱོད་ཐུབ་མཁན་དེ་གོ་ས་གྱོང་གུན་ཆེན་པོ་ཆུ་མི་གཅིག་མ་གཏོགས་ཡོད་མ་རེད་ད་ང་ནང་བཞིན་གྱི་ད་ལྟ་ང་ཚོ་འཛོམས་པོ་གཉིས་ནོར་ལོག་ལ་ད་ལོ་དྲུག་ཅུ་ནོར་ལོག་ལ་ཡང་དངོས་གནས་དྲང་གནས་ཀྱི

བོད་ཀྱི་ཅིག་རྒྱ་ཆུ་སྤོ་བོ་ནང་པ་རྩིས་པའི་ང་རོ་རྩིས་ཀྱི་བོད་རིགས་སྤོན་ཟླ་དངོས་གྲོས་གྲོལ་ནས་སྔ་ཕྱི་ང་དགོས་ལོ་ད་ལྟ་བར་དུ་ལ་ཡང་མི་ས་ཡ་གཉིས་ལྷག་རྩིས་བྱས་ཚར་ཡོད་རེད་བོད་རྩ་དོན་དང་མི་རིགས་ཆེད་དུ་འདི་ང་ཚོ་བསྡུ་མྱོང་ཡས་བརྗོད་མ་འདི་ཚོ་ང་ཚོ་འགའ་རེ་ཆེན་པོ་རེད་ཁོ་རང་ཚོ་དངོས་གནས་དྲང་གནས་ཀྱི་བོད་བསྟན་པ་ཆབ་སྲིད་དང་གོང་ས་སྐྱོང་མཁན་ཆེན་པོ་ཆུ་བོད་ལ་ཕེབས་དགོས་ཡས་བོད་ལ་རང་དབང་དགོས་ཡས་ལ་ནས་ང་ཚོ་བོད་བསྟན་པ་ཆབ་སྲིད་དོན་དང་བོད་རང་དབང་སླར་གསོ་བྱེད་ཡས་ཀྱི་དོན་དག་ལ་ཡང་དྲང་དྲག་གི།

རྒྱ་མི་གུང་ཁྲན་ཁོ་རང་གི་ལོགས་སུ་བྱས་ནས་ཚུར་མིང་བཏོན་ནས་དཔལ་ནི་སྐྱབས་རྗེ་ཟངས་མདུད་རིན་པོ་ཆེ་དང་དེ་ནས་དེའི་ཁ་ཐུག་ལ་ཡང་སྡེ་གསུམ་དྲུང་ཆེན་སྐུ་ངོ་དངོས་གྲུབ་ལ་ཁོ་གཉིས་ལ་ཡང་ཨ་ནི་མ་ཉོན་ཁ་ཡོད་རྗེས་ཡང་རེད་ཨ་ནི་དཔེ་དེ་མོ་མང་དང་མོ་མང་དང་ཁོ་རང་ཚོ་དཔའ་རུ་ལ་ཡང་དཀྲུག་ཤིང་རྗེས་ཡང་རེད་བོད་མི་དྲིན་ཚུལ་དང་ཁོ་ཚང་དཔའ་རུ་ལ་དཀྲུག་ཤིང་རྗེས་ཐུག་ཡང་དེ་ཚོ་ཚང་མ་དེ་རྒྱ་མི་གུང་ཁྲན་གྱི་ལས་ཀ་སྤྲེའུ་རེད་བོད་མི་དྲིན་ཚུལ་ནོར་ལོག་ལ་ཡང་དེ་ནི་གུང་ས་སྐྱོང་མཁན་ཆེན་པོ་མཆོག་གིས་བཀའ་བཙུན་གཡས་དཔུང་གཡོན་དཔུང་བཅས་ནས་ཨ་ནུ་མུ་ཙི་གང་ཟག་ལ་བཀའ་ལས་བརྗོད་དུ་ཉི་མ་སྣ་བདུན་བསམ་ལ་ཡང་དེ་ནས་ཅི་ཡི་ཕྱིར་མེས་པོ་བཟོ་ཐུགས་ཡས་ཀྱི་རྒྱལ་མི་གུང་ཁྲན་གྱི་ཉག་ཉིས་ཚེ་གཉིས་ཀ་ལ་མི་འདོད་དུ་རྒྱུད་དང་ཚང་མ་བཏང་འདིའོ་ད་ག་ནང་བཞིན་གྱི་ད་ད་ད་ང་ཚོ་བོད་མི་དྲིན་ཚུལ་དུ་སྤེལ་ཏེ་སྔར་ལ་མ་འདྲ་བར་གྱི་དངོས་གནས་དྲུང་ནས་ཀྱི་ལོག་ཏུ་ལོག་ལ་ཡང་སྐད་གྲགས་ཤུགས་ཆེ་རེ་དང་རྗོད་བྱེད་ཤུགས་ཆེ་རེ་རག་འདོད་འདུག་ད་རྒྱ་མི་ཡིས་སྤེལ་ཏེ་དེ་ལ་ལྷག་ཙི་ཁོ་ཚང་གི་མི་འཛི་ཡས་དང་ཁོ་རང་ཚོས་ཀྱི་ཅི་དེ་ལྟོ་ཐུགས་ཡས་ཀྱི་དོན་དག་ལ་ཡང་ཨ་ནི་སྤེལ་ཏེ་དཀའ་ལས་དེ་འདྲ་ཅིག་བརྗོད་དེ་ཡོད་རེད་དེ་ཡིན་དུས་ད་ང་ཚོ་རྟོགས་མི་ཐུབ་ཡ་བྱས་ཀྱི་ད་ང་ཚོ་གཅིག་སྒྲིག་གི་རྣམ་པ་དེ་ཤུགས་ཆེན་པོ་མངའ་ཏེ་ཁ་ཞེ་གཉིས་མེད་ཀྱི་ཐོག་ལ་ཡང་ང་ཚོ་གོང་ས་སྐྱོང་མཁའ་ཆེན་པོ་མཆོག་གིས་བཀའ་དགོངས་དེ་འདོན་པ་ལས་ཀ་བྱེད་དགོས་ཡ་བྱས་ང་འདོད་པ་ཡོད་བཀའ་དྲིན་ཆེན་པོ་རེད་ལ་ཡ་སྐྱིད་པ་མ་ཡིན་པ་བྱས་ང་རང་རྫོང་མཁོ་དབུ་ཁྲིད་ལ་སོང་ནས་བསྡད་མི་ཟེར་ཚོགས་མ་ལོག་གིས་ཨ་ནི་ཁ་ཞེ་གཉིས་མེད་ཀྱི་འཇོག་འཇོག་རིན་པོ་ཆེ་གི་བཀའ་དགོངས་དེ་འཐོན་པ་གིས་ང་རང་ཚོ་རྡོ་ས་གཅིག་སྒྲིག་བྱས་ནས་ལས་ཀ་བྱས་ཡ་གི་དུས་ཚོད་ཅིག་ལ་སླེབས་ཤག་བསམ་འདུག་ག་རེ་ཟེར་ན་ད་ང་རང་ཚོ་སྔ་མ་ཡིན་ན་སྔོ་ནག་གྲོལ་ནས་ང་རང་ཚོ་གིས་ཅིས་སུ་གནང་གི་མ་བཅོས་པ་བྱས་ནས་ཨ་ནུ་མགོན་པོ་འོག་པགས་མས་ཨ་ནུ་ང་ཚོ་དཔལ་ཆེན་རིན་པོ་ཆེ་དང་འདྲ་གི་དགོན་པ་གཅིག་བཙུགས་ཤོར་ཡོད་རེད་ད་ང་ཚོ་སྔ་ན་དྲོ་གནས་ལ་ལོག་ཕོང་ཡང་ང་རང་ཚོ་བོད་རང་དཔལ་མི་ཚིག་གི་ཆུ་འགོ་ཆེན་པོ་གཅིག་རག་ཡོད་རེད་ད་ནང་བཞིན་གྱི་རྒྱལ་བ་ཀུན་ཁྲིམས་སྐྱོང་སོང་པ་ང་ཚོང་གི་ཏང་གི་བཟོ་ནས་ཡང་བོད་པ་གི་སྤྱི་ཚོགས་ནང་སྲིད་བློན་གི་མ་བཅོས་པ་ནས་དགོན་པ་བཙུགས་ཤོར་ཡོད་རེད་ད་རྒྱལ་བ་རིན་པོ་ཆེ་ད་ལྟ་ང་ཚོ་རྒྱལ་བ་ཏིང་འཛིན་རྒྱལ་མཚོ་དགུང་ལོ་བརྒྱད་ཅུ་གྱ་བཞི་ལ་ཕེབས་འགྲོ་འོ་ཡོད་རེད་ད་དེ་འདྲ་ཡིན་དུས་ད་རྫོང་པོ་གཉིས་ནང་ལ་གོང་ས་མཆོག་གི་དགུང་ལོ་བཅུ་དྲུག་ནས་ད་ལྟ་བར་དུ་བཀའ་ལས་བརྗོད་བྱ་ཡ་དེ་ད་ང་ཚོ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཚང་མ་བར་རིམ་ངང་གང་དགའ་ང་བླ་མ་ཡིན་འདོད་པ་ཡོད་ཡིད་ཆེས་ཡོད་ལག་གཉིས་ཡོངས་སུ་རྫོགས་པ་ཡི་ཁུངས་ཀྱི་ལོང་སྟོན་དང་ཐོན་འབར་གྱི་བཀའ་ལས་འཇལ་ཡས་དང། ཨ་ནེ་ཁུངས་ཀྱི་བཀའ་ལ་མ་འགལ་དེ་དང་བུ་མོ་སྒྲིག་འཛུགས་ལ་ཡིད་ཆེས་བློས་འཁེལ་བྱས་ནས་ང་ཚོ་ཚང་མ་གི་འཆམ་མཐུན་ཐོག་ལ་ཡ་ངས་བར་དུ་བཀའ་ལས་འཇོག་རོགས་གནང་ཟེར་ནས་ངས་ཀྱི་ད་སོ་སོ་གྱི་ཅིག་འབོད་སྐུལ་དང་མ་སོང་ནས་ད་ང་ཚོ་ཚང་མ་གི་ཉིས་སྟོང་བཅུ་དགུ་ལོ་ལ་ཡ་རྡོ་ས་གཅིག་སྒྲིག་ཐོག་ལ་ཤུགས་རྒྱོབ་དགོས་རྡོ་ས་དེ་མ་གཏོགས་རྒྱ་མི་གུང་བྲན་གྱི་ཅིག། བོད་པ་མང་པོ་ཆེ་བུ་ཤོ་དང་ཨ་ར་ལ་སོགས་པ་ཨ་ནི་ད་ང་ཚོ་གཞིས་བྱེས་ཁ་ལ་ཡོད་འདོད་པའི་གི་གི་ཨ་ནི་ཡང་བོད་པ་ཁ་ཤས་ཀྱིས་ཁོ་རང་ཚོ་ཐོ་ཤོ་ཅི་བརྗོད་གི་ཨ་ནི་འགྲོ་སོང་ཆ་སོང་བཏང་ནས་ཨ་ནི་ག་ཡིན་ན་ད་ཁོས་ཁྲིད་ནས་འགྲོ་སོང་ཆ་སོང་ཅི་བཏང་འདུག་ཨ་རྒྱ་མི་ཆུང་ཚོ་ལ་ལོ་སར་བཏང་བཅུག་ཡ་ལ་སོགས་པ་དེ་ནས་རྡོ་རྗེ་རྗེ་འབྲང་པ་གི་ཨ་ནི་སྤྱི་ཚོགས་ནང་ལ་ལས་འགུལ་འདྲ་མི་འདྲ་རང་བཞིན་གྱིས་སྤེལ་འོང་འདུག་ད་རྡོ་རྗེ་ཁ་ལ་ཁུར་ནས་ད་ཨ་རི་འདྲ་ཅི་ཡིན་ན་ད་བདེ་ཆེན་བླ་མ་དང་ཨ་ད་ཞྭ་གོ་དང་ད་ད་ད་ནག་པོ་རྒྱ་མཚོ་གི་སྤུས་བིན་རྒྱ་ད་སོགས་གཙོ་བོ་བྱས་ནས་དེ་ནས་ད་དེ་འདྲ་གི་ལས་འགུལ་མང་པོ་ཅིག་ང་ཚང་ལ་ཡ་སྣོད་ཡོད་མང་པོ་ཅིག་སྤིས་ཚར་སོང་བ་དེ་ཡིན་དུས་ཨ་ནུ་མ་འོངས་པ་ལ་དེ་འདྲ་སྤིས་མ་ཐུག་ཡས་བྱས་ལ་ཡང་ང་རང་ཚོ་བོད་པ་ཚང་མ་ལ་འགན་ཡོད་རེད་ཨ་དངོས་ཡོད་གནས་ཚུལ་ག་རིང་ཡིན་པ་དེ་ཁོ་རང་ཚོ་ག་རིང་ཡིན་པ་དེ་ཨ་ང་ཚོ་ག་རིང་ཡིན་པ་དེ་དེ་འཛོམས་པོ་ནི་བདེ་འཇགས་ཀྱི་ནང་ང་ཚོ་གི་འགྲེལ་བཤད་བརྗོད་དགོས་རེད་སོང་དུ་ང་ཚོ་ལ་བདེན་པ་ཡོད་དུས་ང་ཚོ་བདེན་པ་དེ་བཤད་ཆོག་དོན་སོང་དུ་ཡིན་ན་ཁོ་རང་ཚོ་ནང་ལ་ལྟུང་མ་རེད་ཟེར་ནང་ལ་ལྟུང་མ་རེད་ཟེར་ལ་བཞག་ཡ་ཡོད་མ་རེད་ད་སྔ་མ་ནས་ང་ཚོ་ཁ་ཤས་ཅིག་གིས་ལྡི་ལི་ཞུ་དན་ཚོ་བ་ཚུད་ཀྱི་ག་དུས་ལ་རེད་ད་ཅིག་བྱས་ཡ་ཡོད་མ་རེད་གཉིས་བྱས་ཡ་ཡོད་མ་རེད་བཞག་ཞོད་བཞག་ཞོད་ལ་ནི་ད་ནི་ཁོ་ཚོ་མི་བསད་དགོས་ས་བསད་ཡོད་རེད་མི་རྡུང་དགོས་ས་རྡུང་ཡོད་རེད་ད་གོང་ས་མཆོག་མགོ་ཆེན་མོ་ཆུ་བོ་ཁྲེས་ཁོང་ལ་བཏུལ་ཡོད་རེད་ངོ་རྒོལ་བྱས་ཡོད་རེད་ད་ཁོ་རང་ཚོ་བྱས་མེད་གང་ག་བྱས་ཡོད་རེད་དེ་ཡིན་དུས་ད་རྒྱ་མི་ཡིས་གུང་ཁྲན་གྱི་དུས་ཀྱི་དགོས་གོས་དུ་ཟིན་ནས་རྒྱ་མི་གུང་ཁྲན་ནག་བཟང་ཚོ་གི་བོད་མི་རིགས་རྩ་ལག་འགྲོ་ཡ་རེད་ཨ་ནུ་ཅིས་བོད་ཟས་དེ་འཛོམས་པ་ཉིན་རེ་གྲངས་མ་ཐུ་ཡི་བྱས་གི་འབུ་སྲུན་བྱས་བསྡད་ཡ་རེད་དེ་ཚོ་ཚང་མ་ནག་ཚོང་གི་ཧ་གོ་བ་ཡིན་ན་དེ་ཧ་གོ་ན་མི་གོ་མདོག་མདོག་མ་བསྡད་པ་བྱས་ན་ཨ་ར་ང་རང་ཚང་མ་ལོ་ཟླ་བོད་ནང་ལོགས་ལ་ཡང་ཨ་ནུ་ད་ལྟ་བར་དུ་མི་ག་ཚིལ་ཤི་ཡོད་རེད་བོད་རྩ་དོན་དང་མི་རིགས་ཀྱི་ཆེད་དུ་ད་ནང་བཞིན་གོང་ས་སྐྱོང་མཁན་ཆེན་པོ་མཆོག་གིས་ད་ལྟ་བར་དུ་དཀའ་ལས་ག་ཚིལ་བརྗོད་ཡོད་རེད་དེ་ཚོ་ཚང་མ་དྲན་ནས་ད་ང་རང་གིས་ད་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ད་ང་ཚོ་རྡོ་སེར་གཅིག་སྒྲིལ་བཟོ་ཡག་གི་དུས་ཚོད་དེ་འདྲ་ཅིག་ལ་སླེབས་འདུག་བྱ་ཨ་ནི་ཁ་ཞེ་གཉིས་མེད་ཀྱིས་གོང་ས་སྐྱོང་མཁན་ཆེན་པོ་མཆོག་གི་བཀའ་དགོངས་དེ་ཐོན་པ་གི་ལས་ཀ་བྱེད་ཡག་ཅིག